བཙན་འཛུལ་དང་ང་ཚོའི་རྒྱལ་བོ་གསར་པ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཟླ་བ་བྱི་བའི་ཚེས་བདུན་ཉིན། མི་མང་སྤྱང་གྲུལ་མ་བོང་ཁྲི་བཞི་ཙམ་གྱིས་ཁམས་ཁུལ་གྱི་འབྲུ་ཆུ་སྒར་བྱང་རྩིས་བསྐྱུར་དགོས་ཉིན་ཁོང་ཚོའི་ཆབ་མདོ་བཙན་བཟུང་བྱས་པར་མ་ཟད། མི་རིང་བའི་སྔོན། བསྐོ་བཞག་བྱས་པའི་རྡོ་ཆུ་ལྔ་ཕུན་ལྔ་དབང་འཇིགས་མེད་ཀྱང་འཛིན་བཟུང་བྱས། དེ་ལྟར། རྒྱ་ནག་དམར་པོའི་གཞུང་གིས་དངུལ་གྱིས་རྒྱལ་ཁབ་ལ་བཙན་འཛུལ་མགོ་འཛུགས་བྱས་པ་རེད། དེ་ལ་རང་བཙན་ཐོབ་མ་ཐག་པའི་རྒྱ་གར་རྒྱལ་ཁབ་ཀྱིས་བཙན་འཛུལ་གྱི་བྱ་སྤྱོད་དེ་ནི་ས་དཀར་གྱི་ཞི་བདེ་ལ་ཁེ་ཕན་མེད་པ་ཞིག་རེད་ཅེས་བསྒྲགས་ཏེ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ངོ་རྒོལ་བྱས། དེ་དུས། པུར་ལོ་རྩིས་སྟངས་ལྟར་ན་དངུལ་རང་ལོ་བཅུ་དྲུག་སོན་ཙམ་ཡིན། དུས་དེར། སྲིད་སྐྱོང་སྟག་བྲག་རིན་པོ་ཆེས་སྙན་ཞུ་ཞིག་གཟིགས་མུར། རས་རིས་ལ། ཐུགས་ཡིད་མ་ཆེས་པའི་རྣམ་རྒྱལ་ཞིག་ཤར་བ་ངུ་ཅིག་ལྐོག་ནས་འབྱར་བས། ཤིན་ཏུ་བཀྲ་མི་ཤིས་པའི་གནས་ཚུལ་ཞིག་བྱུང་བ་མིན་ནམ་སྙམ་པས། ལོ་ཏོག་བྱུང། ཕྱིས་སུ་ཤེས་རྟོགས་བྱུང་བར། གཉེན་སྲང་དེ་ནི་རྡོ་ཆེ་ལྔ་ཕོད་ཅིག། རྒྱ་དམག་གིས་བོད་ཀྱི་ས་སྲུང་ས་ཚིགས་ཤིག་ལ། ཚན་འགེབས་བྱས་ཚུལ་སྐོར་བསྟར་འཕྲིན་བཏང་བ་ཞིག་རེད་འདུག། སྐར་མ་ཁ་ཤས་རྗེས་སྲིད་སྐྱོང་སྟག་བྲག་རིན་པོ་ཆེས། ཡིག་ཚང་ནས་ཕྱིར་ཕེབས་ཏེ་བཀའ་ཤག་སྐོང་དགོས་པའི་བཀའ་གནང། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན། བོད་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ལ་སྙན་ཞུ་ཕུལ་བ་གཤམ་གསལ། མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་མཆོག་ལ། དེང་དུས་འཛམ་གླིང་གིས་ཀོ་རི་ཡར་དོར་སྣང་བྱས་ཏེ། རྒྱལ་སྤྱིའི་ནུས་ཤུགས་ཀྱིས་བཙན་འཛུལ་ལ་གདོང་ལེན་བྱེད་བཞིན་ཡོད་པ་རེད། བཙན་འཛུལ་དེ་ལྟ་བུ་བོད་ལ་བྱེད་བཞིན་ཡོད་ཀྱང། དེ་ལ་སུས་ཀྱང་དོར་སྣང་བྱེད་མཁན་མ་བྱུང། ཚན་རྩལ་འགོག་ཐབས་མ་བྱས་པར་འཇོག་མི་རུང། ས་ཁུལ་གང་སར་རང་དབང་ལ་སྲུང་སྐྱོབ་དགོས་པར་ཡིད་ཆེས་ཐོག་ནས། དེང་དུས་བོད་ཀྱི་ས་མཚམས་ཉེ་འཁོར་དུ་བྱུང་བའི་གནས་ལུགས་རྣམས་ཁྱེད་རང་བརྒྱུད་མཉམ་འབྲེལ་རྒྱལ་ཚོགས་ལ་འབུལ་བཞིན་ཡོད། བོད་རྒྱ་ནག་གིས་བཟུང་བ་དེས་ཨེ་ཤ་ཡའི་ནང་རྒྱལ་ཁབ་གཞན་དག་ཚོའི་རང་དབང་དང། སྲིད་གཞུང་བརྟན་གནས་ཡོང་རྒྱུར་ཉེན་ཁ་ཇེ་ཆེར་ཕྱིན་པ་རེད། ལྷོ་ཨ་མེ་རི་ཁའི་རྒྱལ་ཁབ་སར་བ་དྲོར་གཅིག་པུའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་གྲོལ་རྗེས་བོད་སྐོར་སུ་ལྟ་བུ་གནང་ཡང། ད་སྟོབས་ཆེན་རྒྱལ་ཁབ་ཁག་གིས་ཀྱང་རྒྱབ་སྐྱོར་བྱས་མེད། ཨིན་ཇིའི་རྒྱལ་ཁབ་ཀྱིས་བོད་དང་མཉམ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ཆི་མེད་བཞི་དང་ཆིག་སྟོང་དགུ་བརྒྱ་ཆི་བཞི་ལོར་རིམ་པ་བཞིན་ལྷ་སའི་ཆིངས་ཡིག་དང། སུམ་ནི་ཆང་ཡིག་འཇོག་མྱོང་ཡོད་པས་མཚོན། ལོ་རྒྱུས་ཐོག་འབྲེལ་ལམ་ཡོད་པར་བརྟེན། དེ་དུས། བོད་དོན་ཐད་དུ་གཞན་ལས་ལྷག་པའི་ཤ་ཚ་དང་སེམས་ཁུར་ཆེ་བ་ཡོད་དགོས་པ་དང། ལྷག་པར། བོད་ཀྱི་ལོ་རྒྱུས་ནང་གཉན་འཕྲང་ཅན་གྱི་དུས་ཚོད་འདི་ལྟ་བུར། ང་ཚོས་བདེན་རྒྱབ་ཏུ་ལངས་ངེས་ཀྱི་རེ་བ་ཞིག་ཡོད་མོད། འོན་ཀྱང། དེ་དུས་འཛམ་གླིང་ཡོངས་ནས། ང་ཚོ་ལུས་བཏང་བར་མངོན། དེ་ཡང། དབྱིན་ཇིའི་རྒྱལ་ཁབ་དང། དེ་མིན། སྟོབས་ཆེན་རྒྱལ་ཁབ་ཚོས་བོད་ཀྱི་གནས་བབ་དེ་ཡང་སྙིང་གང་འདྲ་ཞིག་ཡིན་མིན་གསལ་བོ་མེད་ཚུལ་བརྗོད་ཡོད། འོན་ཀྱང། ཁོང་ཚོས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར། བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ་ཧ་ཅང་གསལ་བོ་ཤེས་ཀྱི་ཡོད། རྒྱལ་སྤྱིའི་ཁྲིམས་ལུགས་གཞིར་བཟུང་བྱས་ན་བོད་རང་བཙན་ཡིན་པའི་གནས་བབ་དེ་ནི། ཕྱིས་སུ་ངོས་རང་བཙན་བྱོལ་དུ་ཡོང་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་དགུ་ལོར། རྒྱལ་སྤྱིའི་ཁྲིམས་མཐུན་མཁས་པའི་ལྷན་ཚོགས་ཀྱིས་ཐག་གཅོད་དུ་གཏན་འབེབས་བྱུང་བ་ལྟར་རེད། ག་ཤེད་གོ་ལོག་གི་སྤྱོད་གནས་ཤིག་ནི། སྔ་དུས་དབུས་ཨེ་ཤ་ཡའི་ནང་རྩེད་མོ་ཆེན་པོ་བཞིའི་འབོད་པའི་སྟོབས་ཤུགས་འགྲན་རྩོད་བྱེད་མཁན་ཨིན་ཇི་གོང་མ་དང་ཨུ་རུ་སུ་གཉིས་ནི། དོན་དངོས་སུ། རྒྱལ་སྤྱི་དང་བོད་ཀྱི་གནས་བབ་ཀྱི་ཆེ་མོ་རྙོག་འཛིང་ཅན་དུ་བསྒྱུར་མཁན་དེ་རེད། ལྷག་པར་དུ་ཨིན་ཇིའི་རྒྱལ་ཁབ་ལ་ཆ་བཞག་ན། བོད་དེ་རང་ཐག་རང་གཅོད་ཀྱི་དབང་ནུས་ཡོད་པའི་རང་བཙན་རྒྱལ་ཁབ་ཅིག་ཡིན་པ་གཞིར་བཞག་གིས། ཐད་ཀར་འབྲེལ་བ་བྱས་མྱོང་བ་རེད་ལ། བོད་ཀྱི་ཤར་ཁུལ་ས་མཚམས་རྣམས་རྒྱ་ནག་ལས་སྲུང་སྐྱོབ་ཐུབ་ཆེད་ཐ་ན་གོ་ལག་ཀྱང་མཁོ་སྤྲོད་བྱས་མྱོང་ཡོད། དེ་ལྟ་ནའང། ཕྱོགས་གཞན་ནས་རྒྱ་ནག་མི་སེར་རྒྱལ་ཁབ་ལ་བོད་ཐོག་དབང་ཆ་འགའ་ཡོད་ཁུལ་གྱིས་དེ་དང་མཉམ་དུ་ཡང། ཕྱོགས་གཉིས་ཀྱིས་གྲོས་མོལ་བྱས་ཏེ་ངག་དབང་ཆ་ཚང་ལྡན་པའི་རྒྱལ་ཁབ་ཀྱི་བཀོད་དོན་ལས་ཁྱད་པར་འབྱེད་ཆེད། མིང་ཙམ་གྱི་དབང་སྒྱུར་གྱིས་བཀོད་དོན་གསར་ཁ་མེད་པའི་ཚིག་གཅིག་པུ་བཏང་ཡོད། འདིར་ངོས་ནས་ལོ་རྒྱུས་ཀྱི་རྒྱབ་ལྗོངས་དང་འབྲེལ་བའི་དོན་གནད་ཁག་གཅིག་བརྗོད་ན། དབྱིན་ཇིའི་ཆིང་གོང་མ་དང་དེང་རབས། རྒྱ་ནག་རྒྱལ་ཁབ་བར་གྱི་ཁྱད་པར་གཙོ་བོ་དེའི་དཀའ་གནད་ལ་ཆེད་དུ་དོ་སྣང་མ་སྤྲད་པ་རེད། ཁྱད་པར་གང་རེད་ཟེར་ན། སྔ་མ་ཆིང་ནི་མིང་རྒྱུད་གོང་མའི་རྒྱལ་ཁབ་ཡིན་པ་དང། དུས་སྐབས་མི་འདྲ་བའི་ནང་དེའི་སྲུང་སྐྱོབ་མངའ་ཁོངས་སུ་རྒྱལ་ཁབ་མི་འདྲ་བ་སྣ་ཚོགས་ཡོད་པ་རེད། དེ་ལས་ལྡོག་སྟེ། དེང་རབས་རྒྱ་ནག་ནི་བཙན་རྒྱལ་རིང་ལུགས་ལ་ངོ་རྒོལ་བྱེད་མཁན་གྱི་མི་རིགས་སྣ་མང་གི་རྒྱལ་ཁབ་ཡིན་ཟེར་བ་ལས། གོང་མའི་རྒྱལ་ཁབ་ཅིག་མ་རེད། དེར་བརྟེན། རྒྱ་ནག་རྒྱལ་ཁབ་ལ་བོད་ཐོག་དབང་ཆ་ཡོད་ཚུལ་གྱི་སྒྲུབ་བྱེད་ལ་བརྟག་ན། ང་དབང་ཆ་ཚང་ལྡན་པའི་གནས་ཚུལ་ཕར་བཞག་ཐ་ན་མིང་ཙམ་གྱི་དབང་སྒྱུར་དང་འབྲེལ་བའི་རྩ་བའི་གཏན་ཚིགས་ཀྱང་གཞི་རྩའི་ཆར་སྐྱོན་ཅན་རེད། གཏན་ཚིགས་སྐྱོན་ཅན་འདི་མཐོང་མ་ཐུབ་པའམ་ཡང་ན་ཆབ་སྲིད་ཀྱི་གནས་སྟངས་དབང་གིས་མཐོང་འདོད་མེད་པ། གཞན་ཡང། བོད་རང་བཙན་གྱི་དངོས་ཡོད་གནས་སྟངས་ཁས་ལེན་བྱ་རྒྱུར་འདོད་མོས་མི་བྱེད་པ་དང། གོང་དུ་སྨོས་པའི་རྩེ་མོ་ཆེན་པོའི་སྐབས་བརྩམས་ཟིན་པའི་ལས་དོན་འདྲ་མིན་རྣམས་ནི། རྒྱལ་སྤྱིའི་ཁྲིམས་ཐོག་ནས་བལྟས་ན་བོད་ཀྱི་ཁྲིམས་དོན་གནས་བབ་ངོ་མ་མཐོང་དུ་མི་འཇུག་པའི་དམིགས་པ་རེད། རྒྱ་ནག་དམར་པོའི་བཙན་འཛུལ་གྱིས་དངུལ་སྒེར་ལའང་བརྡབ་གསིག་ཆེན་པོ་ཐེབས། དེ་ཡང། བོད་ཀྱི་རྒྱལ་ས་ལྷ་སའི་ནང་ངོས་ལ་ཆབ་སྲིད་ཀྱི་དབང་ཆ་འབུར་དགུས་འཁོད་པའི་སྦྱར་ཡིག་བརྒྱད་ཡོད་ཚུལ། ཕོ་བྲང་པོ་ཏཱ་ལའི་བསྐལ་པ་ཚོའི་ས་ནས་གོ་ཐོས་བྱུང་ལ། སྲང་ལམ་ཁག་ཏུའང་རྒྱལ་བ་རིན་པོ་ཆེར་རྒྱལ་སྲིད་ཆོས་སྲིད་ཀྱི་དབང་ཆ་འབུར་དགོས་པའི་གླུ་གཞས་གཏོང་གི་ཡོད་ཚུལ་བརྗོད་མཁན་བྱུང། བོད་ཀྱི་དབུ་ཁྲིད་ནང་ཁུར་ཡང་སྙིང་ག་རེ་བྱེད་དགོས་མིན་ཐད། སྐབས་དེར་བསམ་ཚུལ་མི་འདྲ་བ་བྱུང་འདུག་ཕྱོགས་གཅིག་གིས་ཏཱ་ལའི་བླ་མ་དགུང་ལོ་ཆུང་དྲགས་ཚར་བརྗོད་པ་དང། ཅིག་ཤོས་ཀྱིས་ངོས་ལ་འགན་དབང་བསྐུར་བའི་དུས་ལ་བབ་ཚར་བརྗོད། མཐའ་མ། སྲིད་སྐྱོང་གིས་དབུ་ཁྲིད་པའི་བཀའ་ཤག་ལྷན་རྒྱས་ནས་གཞུང་བསྟེན་ལྷ་བསང་ཁང་ལ་ལུང་བསྟན་བཞེས་རྒྱུའི་ཐག་གཅོད་གནང། གཟའ་གྲགས་གཉན་འཕྲང་གི་རྣམ་པ་ཤིན་ཏུ་གསལ་བས། ཆོས་སྐྱོང་བཀའ་ཟུར་གྱིས་མཛད་སྒོའི་སྐབས་མཚམས་ཤིག་ཏུ་སླེབས་སྐབས། སྐུ་རྟེན་ལ་བཀའ་ཕེབས་བཞིན་པའི་མིར། མཇལ་དར་ཞིག་ངུ་ཀྱི་པང་དུ་བཞག་སྟེ། དུས་ལ་བབ་ཡོད། ཅེས་གསུངས། དེ་ལྟར། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཟླ་བ་གཅིག་གཅིག་པའི་ཚེས་བཅུ་བདུན་ཉིན་ལ་ཆབ་སྲིད་དབུ་ཁྲིད་ཀྱི་འགན་དབང་བསྐུར་བ་བཞིན་དང་དུ་བླངས། དེ་ནི་རྒྱུན་ལྡན་གྱི་གནས་སྟངས་འོག་ཆབ་སྲིད་ཀྱི་འགན་འཁུར་ལེན་ཧྲུལ་ལས་ལོ་གཉིས་ཀྱིས་སྔ་བ་ཆགས་ཡོད། གཟིགས་དེའི་མཚོན་བྱེད་དུ། ངོས་ནས་ཡོངས་ཁྱབ་ཉེས་ཡངས་ལག་བསྟར་གྱིས་བོད་ཡོངས་ཀྱི་བཙོན་པ་རྣམས་ལོ་སྤྲོད་བཏང་བ་ཡིན། རྒྱ་ནག་དམར་ཤོག་གིས་དྲག་པོའི་བཙན་འཛུལ་བྱས་པའི་དབང་གིས་ངོས་ནས་མགོ་ཁྲིད་པའི་འགན་ཁུར་མ་ལེན་ཀ་མེད་བྱུང། དེ་ལྟར་སྐད་ཅིག་གཅིག་ལ་སྣང་བ་ཆེ་པོའི་དཔག་ཡངས་ཅན་གྱི་གཞོན་ནུ་ཞིག་གློ་བུར་དུ་བཙན་འཛུལ་གྱིས་བསྐོར་གདུང་གིས་བསྙེན་པའི་རྒྱལ་ཁབ་ཅིག་གི་མགོ་ཁྲིད་བྱ་རྒྱུའི་འགན་ཁུར་ཆེན་པོ་དང་ལྡན་པར་གྱུར། དེར་བརྟེན་གཞི་རྩའི་ངོས་ནས། རང་ལོ་བཅུ་དྲུག་ལ་ང་སྒེར་གྱི་རང་དབང་བརླག་སོང་བཞི་ཡང་ཡང་ཟེར་དོན་དེ་རེད། ངའི་རྒྱལ་ཁབ་ལའང་རང་དབང་ཤོར་བའི་ལི་ཆེ་གར་བ་གཅིག་མཚུངས་མྱོང་དགོས་བྱུང་བ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཟླ་བ་བཅུ་གཅིག་པའི་ཟླ་མཇུག་དེ། རྒྱ་དམག་གིས་བཙན་འཛུལ་བྱས་ནས་གཟའ་འཁོར་བདུན་ཙམ་སོང་སྐབས། ཁམས་ཁུལ་ཡོངས་རྫོགས་རྒྱ་ལག་ལ་ཤོར་བ་རེད། དམག་འཁྲུག་གི་ཉེན་ཁ་འཕྲད་བཞིན་པའི་མི་དམངས་ཀྱི་མགོ་ཁྲིད་གསར་པ་ཞིག་ཡིན་པའི་ཆ་ནས། ལོ་མཇུག་ཏུ་དངོས་གནས་བཀའ་ཤག་དང་གྲོས་བསྡུར་གྱིས་རྒྱ་གར་དང་ཨ་རི། དབྱིན་ཡུལ། བལ་ཡུལ་བཅས་ལ་བོད་ཀྱི་ཚབ་བྱས་ཏེ་བར་འདུམ་གནང་རེའི་སྐུ་ཚབ་གཏོང་རྒྱུའི་ཐག་གཅོད་བྱས། དེ་བཞིན་དངོས་གནས་བོད་ཤར་ཁར་ཆབ་མདོར་ཡང་སྐུ་ཚབ་མངགས་ཏེ། རྒྱ་དམག་བོད་ཀྱི་ས་ཁོངས་ནས་ཕྱིར་འཐེན་གྱིས་གྲུ་མུར་ཡོང་རེ་བྱས། རྒྱ་དམག་ཕོན་ཆེན་པོ་བོད་ཤར་ཁར་ལ་རྡེབ་འདུས་བྱེད་བཞིན་པར་བརྟེན། ཅི་སྟེ་ངེས་མེད་གྲུ་ཤར་འགྲོ་དགོས་བྱུང་ན་སྙམ་སྟེ་ངུ་དང་ངུ་གྱིས་ག་ཤག་ལྷ་ས་ནས་རྒྱ་གར་ས་མཚམས་དང་ཐག་ཉེ། གྲུ་མུར་བོད་རྒྱའི་ཐག་གཅོད་བྱས། ཡ་མཚན་པ་ཞིག་ལ། ངོས་རང་མགོ་ཁྲིད་དུ་ཕྱིར་རྒྱུགས་ཀྱི་ལས་དོན་ཆེ་གྲས་གཅིག་ནི། རྒྱ་གར་གྱི་ས་མཚམས་ཉེ་ཁུལ་དུ་ཤོར་བ་དེ་ཆགས་པ་རེད། ངོས་ཀྱི་ཨ་མ་ལགས་ཀྱིས་གོ་སྐབས་འདི་བཟུང་སྟེ། གཅུང་པོ་ཆུང་ཤོས་བསྟན་འཛིན་ཆོས་རྒྱལ་མཉམ་དུ་འཁྲིད་ནས་རྒྱ་གར་ལ་གནས་འགྱར་དུ་ཕེབས། སྐབས་དེར་མི་མང་ལྕགས་འབྲུར་དམག་དཔུང་ནི། ཁམས་ལྷོ་ཁར་ས་མཚམས། རྒྱ་མདའ་ལ་འགྲོ་མཚམས་བཞག། ལྟར་སྤོང་འཇིགས་བྱེད་སྡེ་ཡིན་རུང། བོད་ས་གཞན་རྣམས་དྲག་གཤེགས་བེད་སྤྱོད་མི་དགོས་པར་ལས་འདོད་ཡོད་པ་རེད། རྒྱ་ཕྱོགས་ནས་པེ་ཅིང་ལ་སྐུ་ཚབ་བཏང་སྟེ་གྲོས་མོལ་བྱེད་དགོས་པའི་བཙན་ཤེད་བྱས་པ་ལྟར། སྐུ་ཚབ་བཏང་རྒྱུ་ལས་ང་ཚོར་གདམ་ག་གཞན་མེད། གི་ཚབ་ཀྱིས་གཙོ་བོར་རྡོ་སྐྱེས་ལྔ་བུ་བདམས་ཤིང། དེ་ཡང། རྒྱ་དམག་ད་ལྟ་གང་དུ་ཡོད་པའི་ས་ཆ་དེ་ནས་མུ་མཐུད་བཀར་བསྐྱོད་མི་བྱེད་པའི་ཆ་རྐྱེན་འོག་གྲུ་མུར་ཆ་མཐུག་ཅེས་དབང་ཆ་སྤྲད་པ་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་གཅིག་ཟླ་བ་བཞི་བའི་ནང་དངུལ་གྱི་སྐུ་ཚབ་པེ་ཅིན་དུ་སླེབས་ནས་གྲུ་མུར་མགོ་འཛུགས་བྱས། མགོ་སྟོད་ལ། སྐུ་ཚབ་ཚོ་དང་དར་འཕྲིན་བརྒྱུད་འབྲེལ་ལམ་རེ་བཟུང་བྱུང་ཡང། དེ་ནས་འབྲེལ་མེད་ཁུ་སིམ་ཆགས་མར་ངོས་རང་གྲོ་མོ་དགོན་དུ་གནས་ཚུལ་ཡང་རེར་ངང་སྒུག་བྱེད་དགོས་བྱུང། དེ་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་གཅིག། ཟླ་བ་ལྔ་པའི་ཚེས་ཉེར་གསུམ་ཉིན་དངོས་གནས་ཨིན་སྐྱའི་གླིང་ཕྲན་རྙིང་པ་དེར་བསྙེན་དུས། པེ་ཅིང་གི་བོད་སྐད་གླིང་ཕྲན་ནང་བོད་གཞི་བའི་བཅིངས་འགྲོལ་འབྱུང་ཐབས་ཀྱི་གྲོས་མཐུན་དོན་ཚན་བཅུ་བདུན་ལ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང། བོད་ཀྱི་ས་གནས་སྲིད་གཞུང་གིས་དེ་ཉིན་མིང་རྟགས་བཀོད་ཚུལ་གསལ་བསྒྲགས་བྱས་སོང་བའི་དངུལ་རིང་ཧ་ལས་ཧོན་ཐོར་དུ་གྱར་བ་དེ་ནི་ཀློག་པ་པོ་ཚོས་ཚོད་དཔག་ཐུབ་ངེས། ལུང་འདྲེན་ནང་མུ་མཐུད་ཞུས་དོན། བོད་དེ་འདས་པའི་ལོ་བརྒྱ་ཕྲག་མང་པོའི་རིང་བཙན་རྒྱལ་རིང་ལུགས་ཀྱི་བཙན་ཤུགས་ཀྱིས་བཙན་བཟུང་ཐོག་འགོག་གཡོག་དང་འཁྲུག་ཤིང་སྣ་ཚོགས་བྱས་ནས་མི་མང་རྣམས་བྲན་གཡོག་དང་སྡུག་བསྔལ་ཚབས་ཆེན་གྱི་གཡང་ལ་ལྷུང་ཡོད་ཚུལ་བརྗོད་སོང། རྫུན་གཏམ་དང་དམའ་འབེབས་ཀྱི་བཤད་སྟངས་འདིས། སྔོན་ཆད་སེམས་ཙམ་དུ་མ་ཟད་ལུས་ནས་ཀྱང་གཞལ་མེད་པའི་ཚོར་བ་བྱུང། ངོས་ཀྱིས་སྐུ་ཚབ་ལྷ་སར་ཕྱིར་འཁོར་རྗེས་མ་གཏོགས། གྲོས་མོལ་བྱེད་རིང་གནས་ཚུལ་ངོ་མ་ཅི་བྱུང་ཤེས་རྟོགས་མ་བྱུང། ངོས་ཀྱིས་སྐུ་ཚབ་རྣམས་ལ་བཙན་དབང་དང་དམའ་འབེབས་དཔང་ཡིག་བྱས་པར་མ་ཟད། ཁོང་ཚོ་མི་སྒེར་ལ་དྲག་རྩུབ་ཀྱིས་སྡུག་སྐུལ་དང། བོད་མི་མང་ཐོག་དྲག་པོའི་དཔུང་འཇུག་བྱ་རྒྱུའི་འཇིགས་སྐུལ་ཡང་བྱས་འདུག་སྐུ་ཚབ་ཚོ་མར་བསྡད་ནས་གྲོས་མོལ་བྱེད་དུས། དང་ཐོག་སྔོན་ཚུད་ནས་གྲ་སྒྲིག་བྱས་ཟིན་པའི་དོན་ཚན་བཅས་ཅན་གྱི་གྲོས་མཐུན་ཟིན་བྲིས་ཤིག་སྤྲད་འདུག་ཀྱང། སྐུ་ཚབ་ཚོས་བོད་རང་བཙན་གྱི་རྒྱལ་ཁབ་ཡིན་ཚུལ་བླངས་བ་དང་ཆབས་ཅིག་དེའི་རྒྱབ་རྟེན་དཔང་རྟགས་བསྟན་འདུག་ཀྱང་རྒྱབ་ཕྱོགས་ནས་རྩིས་མེད་རྡོག་རོལ་བཏང་བ་བཤད་ཀྱི་དགོས། དེ་ནས་ཐོག་མའི་དོན་ཚན་བཅས་ཅན་གྱི་ཟིན་བྲིས་དེ་གཞིར་བཞག་ཐོག་དོན་ཚན་བཅུ་བདུན་གྱི་ཡིག་ཆ་བཟོས་ཏེ་མཐའ་མའི་མཐའ་བསྡོམས་ནི་དེ་རང་ཡིན་ཚུལ་བརྗོད་འདུག། བཙན་ཤེད་འོག་དངུལ་གྱི་སྐུ་ཚབ་ཚོས་ཁས་ལེན་བྱ་རྒྱུ་ལས་གཞན་པའི་གདམ་ག་བྱུང་མེད། སྐུ་ཚབ་ལྔ་པོ་དང་ཁོང་གི་ཕྱག་སྦྲེལ་ཚོར་དངོས་ནས་དངུལ་གྱི་གཞུང་ལ་གོ་བདེར་མེད་པར། བོད་ཀྱི་སྔོན་ཚབ་བྱས་ཏེ་གྲོས་མཐུན་གང་ལའང་མིང་རྟགས་འགོད་པའི་དབང་ཆ་སྤྲད་མེད་ཀྱང། རྒྱབ་ཕྱོགས་ནས། ང་ཕོད་ལ་བོད་དོ་གཞུང་གི་གཞུང་གཏམ་ཤེར་ཡོད་མེད་དྲིས་པར་ཁོང་གིས་རྡོ་སྐྱིད་ལི་གཏམ་ཉམས་ཁྱེར་ཡོད་ཀྱང་མེད་ལིག་བརྗོད་ཀྱང་དེ་ལ་རྒྱ་གཞུང་གིས་ཤི་ཕྱིར་མེད་པར་སྐུ་ཚབ་རེར་དམ་ཁྲིག་རྫུན་མ་རེ་གསར་བཟོ་བྱས་ཏེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་གཅིག་ཟླ་བ་ལྔ་པའི་ཚེས་ཉེར་གསུམ་ཉིན་གྲོས་མཐུན་དོན་ཚན་བཅུ་བདུན་ལ་བོད་ཀྱི་སྐུ་ཚབ་མི་ལྔ་སྒེར་གྱི་མིང་ཐོག་ནས་མིང་རྟགས་འགོད་དགོས་བྱུང་འདུག། ཕྱི་ཟླ་འདི་མའི་ཚེས་བཅུ་བཞི་ཉིན་དངུལ་གྱི་སར་རྒྱ་ནག་གི་སྐུ་ཚབ་ཀྲང་ཅིན་ཨོ་སླེབས་བྱུང་བ་དེས་རྒྱ་ནག་གི་གཙོ་འཛིན་མོ་ཙེ་ཏུང་གིས་འཕྲིན་ཡིག་ཅིག་འཁྱེར་འདུག་ཅིང། ཁོང་ལ་དངུལ་རང་གྲོ་མོ་ནས་ལྷ་སར་ཕྱིར་སློག་གིས། བོད་ཀྱི་ལས་སྣེ་གཞན་རྣམས་དང་གྲོས་བསྡུར་བྱས་རྗེས་ཁོང་ལ་གྲོས་མཐུན་དོན་ཚན་བཅུ་བདུན་དང་འབྲེལ་བའི་དོན་གནད་སྐོར་ཡིག་ལན་འབུལ་རྒྱུ་ཡིན་ལུགས་བརྗོད་པ་ཡིན། བསམ་ཤེས་ཐུབ་ངེས་ལྟར་ལྷ་སར། བོད་ལྗོངས་ཚོགས་འདུའི་ནང་ངོས་རྒྱ་སར་ཕྱིར་ལོག་ཕྱིར་དབུས་དང་མུའུ་སྐོར། འབྲོག་གླང་འཁྲུག་པོ་བྱུང་མཐར་ངུས་ནས། དེ་དུས་གྲོ་མོ་ནས་རྒྱ་གར་ལ་བཀྲུ་བཤེར་དུ་འགྲོ་རྒྱུའམ་ཡང་ན། ཨ་རིའི་གཞུང་གིས་བར་ནས་རྒྱལ་ཁབ་ཅིག་ཏུ་ཆབ་སྦྱོར་ལ་ཡོང་དུས་ཀྱི་གྲོས་འདོན་བྱུང་བ་གཉིས་ཀ་ལས་ལྡོག་སྟེ། མཐའ་མ། རྒྱལ་ས་ལྷ་སར་ཕྱིར་ལོག་བྱས་ན་ཡག་ཤོས་ཡིན་པར་ཐག་གཅོད་བྱས་པ་ཡིན། ཕྱིར་ལོག་གཅིག་སྟོང་དགུ་བརྒྱ་ང་གཅིག་ཟླ་བ་དགུ་བའི་ནང། དམིགས་བསལ་གྱིས་བོད་ལྗོངས་ཚོགས་འདུ་རྒྱུན་འཛོམས་ཤིག་བསྐོང་ཚོགས་བྱས་པའི་ཐོག། ང་ཕོད་ཀྱིས་གྲོས་མཐུན་ཟེར་བ་དེའི་སྐོར་ཉར་མཚང་ཞུས་པ་ལྟར། སྒྲོག་ལང་སྦྱིན་རང་གིས། རྒྱ་དམག་མཚོན་ཆའི་སྒོ་འགྲམ་དུ་སླེབས་འགྱུར་འཛིན་པས་ང་ཚོར་གདམ་ག་གཞན་མེད་པའི་ཚོར་སྣང་བྱུང། དུས་སྐབས་དེར་བོད་དམག་ཡོངས་རྫོགས་རགས་རྩིས་བྱས་ན་བརྒྱད་སྟོང་ལྔ་བརྒྱ་འཁོར་ལས་མེད་ཀྱང་ཆོག་ལ་དམག་འཁྲུག་དངོས་ནང་ཉམས་མྱོང་དང་སྦྱོང་བརྡར་ཐོབ་ཅིང་ཀོ་ཧྲག་ལྡན་པའི་མི་མང་སྤྱང་གྲུར་དམག་མི་བརྒྱད་ཁྲི་ལྷག་བོད་ནང་མུ་མཐུད་དཔུང་འཇུག་བྱས་ཆོག་ཆོག་བྱས་ནས་བསྡད་ཡོད། བོད་དམག་ཉུང་ཤས་དེར་གོ་མཚོན་རྙིང་པ་ཨིན་ཆའི་མཁར་དམ་དང་མི་ཤི་འགན། མོ་ཏྲེར་བཅས་ལས་མེད། གྲོས་མཐུན་དོན་ཚན་བཅུ་བདུན་གྱི་ཐོག་མར་དངུལ་བླངས་ཤིག་བཀོད་པའི་ནང། བོད་དང་རྒྱ་ནག་གི་འབྲེལ་ལམ་ལོ་རྒྱུས་རྟོག་བཟོ་བྱས་ཏེ་བྲིས་པར། བོད་མི་རིགས་ནི་ཀྲུང་གོའི་ཁོངས་གཏོགས་ཀྱི་ལོ་རྒྱུས་ཡུན་རིང་ཡོད་པའི་མི་རིགས་གཅིག་ཡིན། ཞེས་སོགས་གསལ་བཞེངས། དེའི་དོན་ཚན་ཁག་གཅིག་འདིར་དྲངས་བ་གཤམ་གསལ། བོད་ཀྱི་མི་དམངས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་མེས་པོའི་རྒྱལ་ཁབ་ཁྱིམ་ཚང་ཆེན་པོའི་ནང་དུ་ལོག་དགོས། མི་དམངས་བཅིངས་འགྲོལ་དམག་བོད་དུ་བསྐྱོད་དེ། རྒྱལ་ཁབ་བརྟན་པོར་སྲུང་རྒྱུ་ལ་བོད་ཀྱི་ས་གནས་སྲིད་གཞུང་ནས་རོགས་རམ་ལྷུར་ལེན་བྱེད་རྒྱུ། ཀྲུང་དབྱང་མི་དམངས་སྲིད་གཞུང་ནས་གཅིག་སྒྲིལ་གྱི་འགོ་ཁྲིད་འོག་བོད་ཀྱི་མི་དམངས་ལ་མི་རིགས་ཀྱི་ས་གནས་རང་སྐྱོང་ལག་ལེན་བྱེད་རྒྱུའི་དབང་ཆ་ཡོད། བོད་ཀྱི་ཆབ་སྲིད་ལམ་ལུགས་ཏཱ་མུ་ལ། ཀྲུང་དབྱང་གིས་གཞིར་བཅོལ་མི་བྱེད་པར་ཏཱ་ལའི་བླ་མའི་སྔར་ཡོད་གོ་གནས་དང་དབང་ཆ་ཡང་ཀྲུང་དབྱང་ནས་བསྒྱུར་བཅོས་མི་བྱེད། གཞིར་བྱས་དཀོན་པའི་ཤེས་ལུགས་སོགས་ལ་བརྩི་འཛིན་བྱེད་རྒྱུ་དང། དགོན་པ་གྲྭ་ཚང་གི་ཡོང་སྒོར་ཀྲུང་དབྱང་ནས་བསྒྱུར་བཅོས་མི་བྱེད། བོད་ཀྱི་གནས་ཚུལ་དངོས་ཡོད་གཞིར་བཟུང་སྟེ་རིམ་གྱིས་བོད་རིགས་ཀྱི་སྐད་ཆ་དང་ཡི་གེ། སློབ་གྲྭའི་སློབ་སྦྱོང་བཅས་གོང་འཕེལ་གཏོང་རྒྱུ། བསྐྲུན་དོན་དེ་ང་ཚོར་བཙན་ཤེད་བྱས་ཏེ་བཞག་པ་ཡིན་ཡང། དེའི་འབྲི་དོན་ནང། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས་བོད་ནང་ཆོས་དད་རང་དབང་དང་སྐད་ཡིག་སྲུང་སྐྱོབ། རང་དབྱེར་དང་སྐྱེ་ཁམས་བདག་སྐྱོང་གི་དབང་ཆ། དེ་བཞིན་ཐུན་མོང་མ་ཡིན་པའི་རིག་གནས་གཤེར་རྒྱག་ཡོད་པའི་མི་རིགས་ཁྱད་པར་བ་ཞིག་ཡིན་པ་གཞི་བཟུང་ཚུགས་ནས་ཆོག་པ་བཅས་ཚུད་པའི་ས་གནས་རང་སྐྱོང་དང། རང་སྲིད་རང་སྐྱོང་བྱེད་ཆོག་པའི་འགན་ལེན་གསལ་བོ་བྱས་ཡོད། གྲོས་མཐུན་འདི་ངོས་རང་ཕྱི་ལོ་ཆིག་སྟོང་གི་བརྒྱ་ང་དགུ་ལོར་བཙན་བྱོལ་དུ་མ་ཡོང་བར་དངུལ་ཆེ་གཞུང་དང་རྒྱ་ནག་གཞུང་དབར་གྱི་འབྲེལ་ལམ་གྱི་རྨང་གཞིར་གྱུར་ཡོད། ཡིག་ཆ་འདི་རྒྱལ་སྤྱིའི་སྤྱི་ཚོགས་འགའ་ཞིག་གིས་བོད་ཀྱི་གནས་བབ་དང་འབྲེལ་བའི་ཆབ་སྲིད་ལངས་ཕྱོགས་ཀྱི་གཞི་རྟེན་དུའང་གྱུར་ཡོད་པར་སྣང། ལངས་ཕྱོགས་འདི་ལ་འགལ་ཟླའི་ཁྱིམ་མཚར་ཞིག་ཀྱང་ཡོད་པ་དེས། དུས་སྐབས་དེའི་ཡེ་རི་བབ་ཆབ་སྲིད་ཀྱི་གནས་སྟངས་ཅི་འདྲ་ཞིག་ཡིན་མིན་ལ་མ་ལྟོས་པར། ཕྱི་ལོ་ཆིག་སྟོང་གི་བརྒྱ་ང་བཅུ་ནས་བཟུང་བོད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་ཆགས་པར་བསམ་པ་ནི། གྲོས་མཐུན་ལ་བཙན་ཤེད་ཀྱིས་མིང་རྟགས་བཀོད་བཅུག་པ་དེ་ཁྲིམས་མཐུན་ཡིན་པ་དང། བཙན་འཛུལ་གྱིས་བོད་ས་བཙན་བཟུང་བྱས་པ་ལུགས་མཐུན་ཡིན་པར་དོན་གྱིས་ཁས་བླངས་པར་སོང་བ་རེད། བོད་ཕྱོགས་ནས་བཤད་ན་གྲོས་མཐུན་དོན་ཚན་བཅུ་བདུན་ནི་ངོས་ཀྱི་སྐུ་ཚབ་ཚོར་བཙན་ཤེད་དང། སྒོ་འགྲམ་དུ་དཔུང་དམག་མཚོན་ཆས་བཞག་སྟེ་འཇིགས་སྐུལ་རྩྭ་སྒང་གི་འོག་བཞག་པ་ཞིག་ཆགས་ཡོད། སྤྱིར་རྒྱ་ནག་གིས་བོད་ལ་དྲག་པོའི་བཙན་འཛུལ་བྱས་པ་དེ་ཕྱིས་སུ་ལོ་རྒྱུས་ཐོག་ནས་ཟླ་གང་ཡོད་ཚུལ་བགྲངས་ཏེ་དག་སེལ་བྱེད་ཐབས་བྱས་རུང། མའོ་ཙེ་ཏུང་རང་ཉིད་ལ་ཆ་བཞག་ན་དེ་དུས་བོད་ལ་དཔུང་འཇུག་བྱས་པ་དེ་ནི། སྐབས་དེར་རང་བཙན་རྒྱལ་ཁབ་ཅིག་གི་ས་ཆ་ངོ་ཚ་འཛེམ་མེད་ཀྱིས་བཙན་འཕྲོག་བྱས་པ་ཞིག་ཡིན་པ་ཤེས་ཀྱི་ཡོད་པ་གསལ་པོ་རེད། དངོས་གནས་གོ་དུས་སུ། ཁོང་གིས་བོད་དེ་རང་བཙན་ཡིན་པའི་བསམ་ཚུལ་དེ། ཐེངས་ཤིག་ཨ་རིའི་གསར་འགོད་པ་དང་རྩོམ་པ་པོ་ཀེར་སི་ནོ་ལ་བརྗོད་པའི་སྐད་ཆ་ཞིག་གི་མཚོན་པར་བྱེད། དེ་ཡང་དེ་སྔ་དམར་དམག་བྱང་ཆུབ་ཀྱི་སྐབས་སུ། བོད་ཁུལ་ནས་བཟའ་བཅའ་གཡར་བའི་སྐོར་བླངས་སྐབས་ཁོང་གིས། དེ་ནི་ང་ཚོའི་ཕྱི་རྒྱལ་ལ་ཆད་པའི་བུ་ལོན་གཅིག་པུ་དེ་ཡིན་པས་ཉིན་གཅིག་སྐྱིན་ཚབ་སྤྲོད་དགོས་ཞེས་བཤད་འདུག་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཟླ་བ་དང་པོའི་ནང། མའོ་ཙེ་ཏུང་གིས་ཨུ་རུ་སུ་མཉམ་འབྲེལ་རྒྱལ་ཁབ་ཀྱིས་ཇོ་སེབ་སི་ཏཱ་ལིན་ལ་བོད་ལ་བཙན་འཛུལ་བྱ་འཆར་ལྟར། རྒྱ་དམག་དབོར་འདྲེན་ཆེད་དམག་གི་སྐྱེལ་འདྲེན་རྣམ་གྲངས་གཡར་ཐབས་ཡོད་མེད་བྲིས་ཡོད་པ། དེང་སང་ཡིག་མཛོད་ཀྱི་ཟིན་ཐོ་ནི་གསར་ཐོག་ཡོང་གི་ཡོད། དངུལ་གྱི་གོ་ཐོས་ལྟར་ན། ཡུལ་བབ་སྲིད་དོན་མཁས་པ་དང་ལོ་རྒྱུས་སྨྲ་བ་འགས། པེ་ཅིན་དུ་དམར་ཕྱོགས་ཀྱི་གཞུང་བཙུགས་མ་ཐག་ཏུ། མོ་ཙེ་ཏུང་གིས་པོ་ལ་བཙན་འཛུལ་བྱས་པའི་རྩ་བའི་ཀུན་སློང་གཉིས་ཡོད་ཚུལ་བརྗོད་ཀྱི་ཡོད་པ་ལས། གཅིག་ནི། མའོ་ཙེ་ཏུང་དང་ཁོང་གི་དམར་ཤོག་ལས་རོགས་ཚོས་རྒྱལ་ཁབ་ཀྱི་ལོ་རྒྱུས་ཡི་དམའ་འབེབས་གཞིའི་འབོད་པ་དེ་མྱོང་གུས་བྱུང་རྗེས། རྒྱ་ནག་གི་གཟི་བརྗིད་བསྐྱར་གསོ་དགོས་ཁར་མཐོང་ཞིང། ཁོང་ཚོའི་ལྟ་ཚུལ་ལྟར་ན། ལས་དོན་དེའི་ཆ་ཤས་གལ་ཆེ་བ་ཞིག་ནི། མན་ཇཱི་གོང་མའི་མངའ་ཞབས་སུ་ཡོད་པའི་ས་ཁོངས་ཚང་མ་བསྐྱར་ལེན་བྱ་རྒྱུ་དེ་རེད། དེ་ཡང། མོ་རྩེ་གཏོང་གི་ངོས་ནས་བལྟས་ན། དེར་སྔོན་སྨན་རྒྱལ་གོང་མའི་མངའ་ཞབས་ས་ཁོངས་ཚང་མ་ལྗང་ནག་དམར་ལྗོངས་འོག་འཇིག་འདོད་ཡོད་སྟབས། བོད་དུ་རང་བཙན་དུ་གནས་པ་དེ་དམིགས་ཡུལ་དེའི་མངོན་གསལ་དོད་པའི་ཕམ་ཉེས་སམ། ལྡོག་ཕྱོགས་ཤིག་ཏུ་མཐོང་གི་ཡོད་སྲིད། ཁྱི་ལིན་གྱིས་བོད་གསུངས་པའི་རྒྱུ་མཚན་གཉིས་པ་ནི། བོད་དེ་རྒྱ་ནག་དང་གསེར་འབྲེལ་ཡིན་པ་ཨ་ཅང་བརྗོད་མེད་ཐོག་ཤར་ཏུར་ཁི་སི་ཐན་དང། རྒྱ་གར། བར་ཡུལ། འབྲུག་ཡུལ་བཅས་དང་ས་འབྲེལ་ཡིན་པས། ས་བབ་ཐབས་ཤེས་ཐད་དཀའ་གནད་ཆེན་པོ་ཆགས་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་བཞི་ལོར་བོད་ཀྱི་ནང་ཆོས་ལམ་ལུགས་ནང་གར་འགངས་ཆེ་ཤོས་ཀྱི་བླ་ཆེན་ཁྲི་ཞིག་དང་ཏཱ་ལའི་བླ་མ་རིམ་བྱོན་དང་འབྲེལ་བ་ཟབ་མོ་ཡོད་པའི་པཎ་ཆེན་རིན་པོ་ཆེ་དངོས་ལས་དགུང་ལོ་སུམ་ཅུ་བཞོན་པ། ངེད་དང་མཉམ་དུ་པེ་ཅིན་ལ་བསྐྱོད་པའི་སྐབས་སུ། ཁོང་ལ་མོ་རྩེ་གཏོང་གིས། ད་ཆ་བུ་མོ་ཚོ་ཧན་མི་རིགས་དང་མཉམ་གནས་བྱེད་བཞིན་པར་བརྟེན། ང་ཚོས་རྒྱལ་སྲུང་ས་ཚིགས་དེ་འབྲི་ཆུའི་སྟོད་རྒྱུད་མ་ཡིན་པར་རི་བོ་ཧི་མ་ལ་ཡ་རེད་ཅེས་བཤད་པ་རེད། མདོར་ན། རྒྱ་ནག་གི་འགོ་ཁྲིད་ཚོས་བོད་ལ་བཙན་འཛུལ་བྱས་པའི་ཀུན་སློང་དངོས་གང་ཡིན་རུང། དོན་དངོས་ལ་ང་ཚོ་བོད་པ་ཚོ་རྒྱ་ནག་དམར་ཤོག་གི་རྐང་འོག་ཏུ་གྱུར་བ་རེད།